འོ་ལ་སོགས། འོ་ད་བུ་སྟོན་གླིང་སྡེ་ཁང་སྐབས་བཅུ་གཅིག་པའི་ཨ་ནི་ཚོགས་གཙོ། ཨ་ནི་ཨ་ཅག་བཀྲ་ཤིས་ཆོས་སྒྲོན་གྱིས་གཙོས་པའི་ཚོགས་མི་ཡོངས་དང། ཨ་ནི་རྒྱ་ཆེ་བའི་དོན་གཉེར་ཅན། ཨ་ཡུ་རྡོ་ཅོ་ལ་ཡ། ཨ་ནི་བཅོས་མ་མ་ཡིན་པར་སྙིང་ཐག་པ་ནས་དུས་གསུམ་བདེ་ལེགས་ཀྱི་འཚམས་འདྲི་ཞུས་པ་སྔོན་དུ་བཏང་ནས། ཨ་ད་རིང་བུན་བདག་བདུན་པའི་ཚེས་བརྒྱད་ཀྱི་ཉིན་མོ་དེ་ཨ་ནི་རླུང་ཁམས་རྣམ་པར་དག་བྱེད་རྗེ་བཙུན་སྒྲོལ་མ་དང། སངས་རྒྱས་སྨན་བླ་གཉིས་ཀྱི་དུས་ཆེན་ཁྱད་པར་ཅན་ཆགས་ཀྱི་ཡོད་དུས། འོ་དེ་འདྲ་བའི་གཅིག་ཡི་དྭགས་ཚེས་བཟང་དུས་བཟང་གི་ཉིན་མོ་ལ་ཡ་སྟབས་བསྟུན་ཏེ། ཨ་ནི། བོད་དོན་གླེང་སྟེགས་ཁང་འདིའི་ནང་ལོ་ལ་ཡང་རླུང་གི་ལུས་སེམས། འཕྲོད་དོན་སྐོར་ལ་ཡང་བསྡུ། སློབ་ཚན་དངོས་གཞི་དེ་ད་རིང་འགོ་འཛུགས་ཡ་དེ་འདྲས་ཅིག་ཆགས་ཀྱི་ཡོད་ཞུ་ཡས་ཡིན། ད། ངོ་སྤྲོད་ཀྱི་ཚོད་ལ་ཡང་ང་རང་ངོ་སྤྲོད་དང། ཨ་ནི་ཞུ་བ་པོ་ང་རང་ངོ་སྤྲོད་དང་ཨ་ནི་ཅིག་ལུས་སེམས་འཕྲོད་བསྟེན་ལ་ཡང། སྤྱི་ཡོངས་ཀྱི་ཆ་ནས་ག་འདྲས་ཡོད་མེད་དེ་ཁ་གསལ་ཞུ་སྤྲོད་བ་བྱས། ད་ད་རིང་ཅིག་གིས་ད་རླུང་གིས་ལུས་སེམས་འཕྲོད་བསྟེན་སྐོར་ལ་ཡ་ཨ་ནི་ཞུ་ཡས་འདི་ཡང་ཅིག་གིས་ཨོ་དཔེ་ན་ཅིག་ཞུ་སྟངས་ལ་རིན་པ་མང་པོ་ཡོད་དུས་ཨོ་ད་ཞུ་སྟངས་འདི་ད་ཁ་སེང་ཞུ་བ་ན་ཤེས་ང་ཚོ་ཅོག་ཙེ་སྒང་ལ་ཡ་དེ་ནི་ཅིག་གིས་ཨོ་སུད་གཟིག་འདི་ནི་སྔ་སུད་དེ་མ་ཐག་ཏུ་ཆོད་པ་ན་ཤེས་རེད་ཨ་ནི་དེ་ཡང་ཅིག་གིས་ཞལ་ལག་ཅོག་ཙེ་གང་ལ་ཡང་ཞལ་ལག་སྟབས་བདེ་པོ་ཙམ་མ་ཡིན་པ། ཨ་ནི་འཇའ་ཟེར་ལེའུ་བཅོ་བརྒྱད་དང་ཨ་ནི་ང་ཚོ་ཞྭ་སེར་རོ་བརྒྱ་ལྡན་པ་ལ་བ་ན་ཤིས། ཨོའོ་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཡང་དེ་ནི་ཨཱ། ཨ་ནི་ཨེ་ཅིག་གི་སྟབས་བདེ་པོ་དེ་འདྲའི་ག་ལ་འོང་རེད། ཨོའོ་ཅིག་གི། ཨོའོ་དེ་འདྲའི་ཉུང་ཉུང་དེ་འདྲའི་མ་ཡིན་པ་དངོས་གནས་ཀྱི་དེ། ཨོའོ་ཚང་མ་ལོ་ལ་ཡ་དགེ་ཤོས་བག་གསུམ་ཡོངས་རྫོགས་ལ་ཡ་ཕན་ཐུག་ཡ། ཨོའོ་དེ་འདྲའི་ལ་དམིགས་ནས་དེ་ནི་ངེད་ཀྱི། ཨོའོ་དེའི་ནང་ལ་ཡ་ཅིག་གི། ཨོ་ད་རིང་ནི་ད་སློབ་གསེང་འགོ་བཙུགས་གི་ཡོད་དུས་རྣམ་པ་ཚོ་གིས་ཨ་ནི། ཨ་ནི་རླུང་གིས་ལུས་སེམས་འཁྲུལ་སྟོང་ཀ་ལ་ཡ་ཅིག་དུས་རྒྱུན་གྱི་སྤྱི་ཚོགས་ནང་ལོ་ལ་ཡ་གཞན་པ་ཚོ་གིས་མ་བཟུང་པ་དང་ཨ་ནི་ཆ་མ་ཚང་བ་དང་ཨ་ནི་ཐུགས་སྣང་མེད་པ་དེ་འདྲའི་གི་སྐོར་ལ་ཡ་གཙོ་བོ་བྱས་ནས་ཨ་ནི་ཐ་སྙད་གསར་པ་གི་ལམ་ནས་ཨ་ནི་གསར་གཏོད་ཀྱི་ལམ་ནས་ཡང་དེ་འདྲས་ཅིག་ཞུ་གི་ཡོད། ཨོ་དེ་ཡང་གསར་གཏོད་ལ་ཡ་དེ་ཅིག་སོ་སོ་གིས་ཉི་མ་གཅིག་གཉིས་དང། ཨ་ནེ་བདུན་ཕྲག་ཟླ་བ་ཁ་ཤས་ཡང་ན་ལོ་གཅིག་གཉིས་དེ་འདྲས་མ་ཡིན་པ། ཨ་ནེ་ཡེ་གཅིག་གིས་མི་ལོ་སུམ་ཅུ་ལྷག་ལ་ཡ་རིགས་གཅིག་རྐང་འཛིན་གྱི་ཐོག་ནས་དེ་ནི་ཨོ་བ་སོ་སོ་གས་དག་ཉམས་མྱོང་ཟེར་ན་འདྲ་སོ་སོ་གི་ངོ་ནས་ཨོ་བ་གདེང་ཚོད་འདྲ་བོ་ཅིག་ཨོ་དེ་འདྲས་དེ་འདྲས་ཅིག་ཨོ་བ་ཐོག་མ་མ་ཡིན་པ་འདི་གཅིག་གས་དག་འཕྲོད་བསྟེན་སྐོར་ལ་ཡ་ཨོ་དེ་འདྲས་དེ་འདྲས་ཡ་འདུག་བསམ་པ་ཅི་ཧ་དགོས་པའི་ཐོག་ནས་དེ་ནི། ཨོ། ཅི་གི་ཏག་ཆེ་ཆེ་ཁ་ལ་གཙོ་བོ་བྱིན་ནས་ང་ཚོ་ཅི་གི་ཏག་བོད་རིགས་སྤྱི་ཚོགས་ནང་ལོ་ལ་གང་འཚོ་ཅི་ཐུབ་གིས་ངེད་གི་ཏག་ཨོ། དེ་འདྲའི་རྗེས་ཏག་སློབ་སྦྱོང་རླུང་གི་ལུས་སེམས་འཁྲུག་སྡོམ་ཁ་ལ་ངེད་གི་ཞུ་དེ་གོ་རེད་དེ་འདྲའི་སོང་ཙང་ཐག་རིང་དེའི་ནང་ལོ་ལ་ཡང་རླུང་གི་ལུས་སེམས་འཁྲུག་སྡོམ་སྐོར་ལ་ཞུ་སྟངས་དེ་ཡང་ཨ་ནེ་ཡིས་ངེད་ཀྱིས་ད་ཁ་རྩིང་ཞུས་པ་ན་ཤེས་རེད་ཉིན་ཤར་ཁྲུས་གཅིག་ལ་ནི། ཨ་བ་ཞོགས་པ་ཡར་ལངས་ནས་དགོང་མོ་མ་ཉལ་གི་བར་ལ་ཟེར་བ་རོ། ཨོ་དེའི་སྐབས་ལ་ང་ཚོ་གི་ཐུགས་བསམ་བཞེས་སྟངས་དགོངས་པ་བཞེས་སྟངས། ཨོ་གལ་ཆེན་པོའི་གི་རང་བཞིན་སྟབས་བདེ་པོ་གི་རང་བཞིན། ཨ་ནེ་ཡི་ཞེ་དྲག་གི་ཕན་ཐོགས་ཡོད་པ། ཨོ་དེ་འདྲའི་ཅང་ཅང་འདྲ་བོ་ཅིག་ཞུས་ཡོད་མ་གཏོགས་ཡང་ཁྱོད་རྣམ་པ་ལ་ཡ། ཨོ་དུས་ཆེན་ང་ཚོས་ཀ་ཁ་ག་ང་བསླབས་པ་ན་ཤི་རེ་རེ་རེ་རེ་འདི་སྦྱངས་འདི་སྦྱངས་འདི་འོང་དེ་འདྲ་ཞུ་ཡོད་ཁྱེད་མེད། ཨོ་དེའི་མདུན་ད་ང་གཟུགས་ཅོག་ཙེ་ག་ལ་ཡ་ཞེ་ལ། ཁྱོད་ཆོས་ཆོས་ན་ཞེ་འོང་དེ་འདྲའི་སྤྱང་སྤྱང་ཞུ་ཡིན་དེ་ཡིན་དུས་རྣམ་པ་ཚོ་ཐུགས་སྤྲོ་པོ་གི་ཐོག་ནས་ཐུགས་མ་ཡག་པོ་བྱེད་སེམས་རོ་གནང། དེ་ནས་རྣམ་པ་ཚོ་གི་སོ་སོ་གི་ཉིན་རེ་གི་ཨ་ནི་ཚོད་དྲག་ཅིག་གནང་ན། ཨོ་ཐུགས་ཕན་གསོས་ཀུ་འདུག་བསམ་ན་དེ་ནས་ལག་ལེན་བསྟར་ཡ་རེད་ཨ་ནི་ཐུགས་ཕན་གསོས་ཀུ་མི་འདུག་བསམ་ན་དེ་ནས་གཡུག་བྱ་ཡ་རེད། ང་རང་གི་ངོས་ནས་ཏན་ཏན་ཐུགས་ཕན་གསོས་ཀྱི་རེད་བསམ་པ་ཅིག་རྒྱ་ཤར་རྒྱ་ཐམ་པ་ཡིད་ཆེས་ཡོད་པའི་ཐོད་ནས་ངས་ཞུ་གི་ཡོད། ཨོ་དེ་འདྲའི་ཆེད་ཡིན་དུས་ང་ཚོ་རྒན་གཞོན་བར་གསུམ། ཨ་ནེ་བློ་རབ་བྲིས་ཐག་གསུམ་ཡོང་ལ་ཡ་དེ་ནས་གཅིག་གྱུར་གྱི་གོ་བདེ་དེ་འདྲའི་བྱང་བྱང་ཡིན། ཨོ་དེ་འདྲའི་ཆེད་རྣམ་པ་ཚ་མེད་ཀྱི་ཐུགས་ལ་འཇགས་རོགས་གནང་ཞུ་བའི་ཆེད། ཨ་ནེ་ད་འདི་དང། ཨོ་དེ་ཆེད་ད་འདི་དང་མཉམ་འདོགས་ལས་ད་ད་རིང་གི་སློབ་ཚན། ཨ་ནི་རླུང་གིས་ལུས་སེམས་འཕྲོད་བསྟེན་སྐོར་ལ་ཨེ་ཏེ་ཚ་མིག་གི་ཐུགས་ལ་འཇགས་ཡ་ཆེ། ཨ་རླུང་གིས་ལུས་སེམས་འཕྲོད་བསྟེན་སྐོར་ལ་སྡོད་དུས་རྒྱུན་གྱི་ང་རང་ཚོ་སྐྱེས་སོ་ནང་ལོ་ལ་ལུས་སེམས་འཕྲོད་བསྟེན་སྐོར་ལ་ཡ། ཨོ། ད་ཅིག། ལས་འགུལ་ཟེར་དགོས་རེ་བས་དེ་ནས་ཅིག་སྦྱོང་བརྡར་སློབ་གསོ་ཨ་ནི་མང་པོ་ཅིག་བྱེད་དགོས་བར་དེ་དུས་ཚོད་ཁྲིད་དེ་རྩ་བའི་གི། ཨོ། ད་ཆེད་ལས་པ་དེ་འདྲས་ཀྱིས་ཅིག་ལུས་སེམས་འཕྲོད་བསྟེན་སྐོར་ལ་ཡ་སོ་སོ་སོ་སོ་གི། ཨོ། ད་རྫས་རྫས་འགྱུར་གྱི་བརྟག་དཔྱད་བྱེད་ཡ་དང་ཨ་ནི། ཅིག་ང་ཚོས་ད་ལྟ་རིམ་པ་གོང་མ་གཟིགས་པ་ར་ང་རང་ཚོ་གི་མི་བོ་གོང་མ་ཚོ་གི་དེ་ནི་ཤེས་རྒྱུན་དང་ཉམས་མྱོང་ལས་དེ་ནི་དེ་འདྲའི་དེ་འདྲའི་སྐོར་ལ་ཡ་ཡོད་རེད་ཟེར་ནས་ང་ཚོ་ལུས་སེམས་འཕྲོད་བསྟེན་སྐོར་ལ་དེ་རྣམ་པ་ཚོ་མང་པོ་གི་སེམས་འཕྲོད་པ་བྱས། ཡིན་ན་ཡང་ཅིག་རླུང་གིས་ལུས་སེམས་འཕྲོད་བསྟེན་སྐོར་ལ་ལ་དུས་སྤྱི་སྟངས་ཀྱི་ད་ང་ཚོ་རླུང་ལ་དུས་ད་འབྱུང་བ་བཞི་གི་ནང་ནས་ད་འབྱུང་བ་ལྔའམ་བཞི་ད་ག་རེ་དྲ་ང་བརྩིས་ན་འགྲིག་བ་རེད་འབྱུང་བ་བཞི་ལ་ན་ནི། ས་བཅུ་མེ་ལོང་ཞེས་བྱ། འདིའི་སྒ་ལ་ཡང་འབྱུང་བ་ལྔ་བརྩིགས་ཏེ་ནམ་མཁའི་འབྱུང་བ་བརྩིག་གོ། རོ། འོ་དེ་འདྲའི་སོང་ཙང་ད་ད་རིང་གི། འོ་ད་སློབ་ཚན་འདིའི། རླུང་གི། དེ་ལུས་སེམས་འཁྲུལ་རྟེན་སྐོར་ལ་རེད་དེ་འདྲའི་སོང་ཙང་ཐོག་མར་དེ་ངེད་ཀྱི། རླུང་ལ་ཡ་དེ་རླུང་འདི་ག་འདྲའི་ལྕི་ལ་ངོས་འཛིན་བྱེད་དགོས་རེད་ལ་ནི། ཨ་ལེ་དེ་ངེད་ཀྱིས། སྟབས་བདེ་བོ་ཐོག་ནས་ཞུ་གིན་ཡིན་དེ་འདྲས་ཀྱི་ངེད་ལ། ཐུགས་ལ་བཞག་རོགས་གནང། ཨོ་ཨོ་དེ་ཡིན་དུས་རྩ་ནས་ད་ག་འདྲས་རེད་ཅིག་རེད་ཞུས་པ་ཡིན་ན་ད་རླུང་ལ་ཡོད་དུས་རླུང་གི་རྒྱུ་དབང་ལ་གོ་དགོས་བོ་རེད། དཔེར་ན་དང་བདག་དེ་ལུས་སེམས་འཕྲོད་བསྟེན་སྐོར་ལ་ཡ། ཨོ་རླུང་གིས་ལུས་སེམས་འཕྲོད་བསྟེན་སྐོར་ལ་ཞུགས་དགོས་ཡས་དེའི། ཨོ་རྒྱུ་དབང་ཞིག་གི་ནང་ནས་ད་ཐོག་མར་གི་གྲུབ་སྟངས་དབང་དུ་བྱས་ན། ད་ནམ་མཁའི་རྒྱུ་དབང་དེ་དང་པོ་ཡིན་པ་ཆད་དེ་ལས་ད་ང་ཚོ་རླུང་གི་རྒྱུ་དབང་དྲུག་པོ་རེད། དེ་ཡིན་དུས་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན་ལ་དོན་རྣམ་པ་ཚང་མ་མཁྱེན་གྱི་ཡོད་དུས་སྣོད་བཅུད་འཇིག་རྟེན་གྱི་སྐོར་ལ་ཡང་བཀའ་མོལ་ཞུ་གི་ཡིན་ན་ནམ་མཁའི་རྒྱུན་དབང་ནི་འགོ་བཙུགས་དགོས་བ་རེད་ནམ་མཁའི་སྐར་ཚོགས་ཟེར་ཡས་དང་ནམ་མཁའི་སྐར་ཚོགས་ཀྱི་ཆགས་འཇིག་ལ་ཡས་དུ་ཚོད་ཁྲིད་དེ་ནམ་མཁའ་ནམ་མཁའ་ལ་ཡས་ཚིག་དེ་དངོས་ལ་བརྗོད་དགོས་བ་རེད། ང་རང་ཚོ་བཅུད་ཀྱི་སེམས་ཅན་དེ་ཚོ་གྲུབ་སྟངས་སྐོར་ལ་ཡང་བཀའ་མོལ་ཞུ་ན། གཅིག་གིས་ནམ་མཁའི་རྒྱུན་དབང་དེ་ཚིག་དེ་བེད་སྤྱོད་བཏང་དགོས་བ་མ་རེད་དེ་ཡིན་དུས་རླུང་གི་རྒྱུན་དབང་རླུང་གི་དཔྱད་འཁོར་རླུང་གཡོ་བ་ལས་དེ་ནི། འབྱུང་བ་དྲུག་དང་དེ་གཅིག། རྣམ་པ་ཚོགས་ཀྱིས་མཁྱེན་པ་ཡིན་ན། ཐུགས་སྣང་གནང་པ་ཡིན་ན་དེ་ནི་བཅུད་ཀྱི་སེམས་ཅན་ལ་ཡ་དེ་ཀོ་ལ་ཡ་འདྲི་ཤེས་རྒྱབ་བདེ་བོ་ཆགས་ཀྱི་རེད་དེ་འདྲི་སོང་ཙང། བཅུད་ཀྱི་སེམས་ཅན་ཚང་མ། གཅིག་གི་གྲུབ་སྟངས་དེ་གཅིག་གི་རྟགས་འབྱུང་བ་རླུང་ལ་མ་ལྟོས་པ་ཅིག་བཅུད་ཀྱི་སེམས་ཅན་གྲུབ་སྟངས་མི་འདུས། འདི་ལ་ཡ་རླུང་གི་ལུས་སེམས་འཕྲོད་བསྟེན་ཀོ་ལ་ལ་འདུས། ཚིག་དེ་ཡག་པོ་ཅིག་ཆགས་དགོས་བ་རེད་སྟབས་བདེ་བོ་ཅིག་ཆགས་དགོས་བ་རེད་ད་དེ་འདྲ་བ། དཔེར་ན་ངེད་ཀྱིས་ད་ད་རིང། རླུང་གི་འབྱུང་བ་སྐོར་ལ་ཞུ་དུས་སྣོད་ཀྱི་འཇིག་རྟེན་སྐོར་ལ་ཡང་ཉིད་ཀྱི་དཔལ་བསྡུས་དུས་སྟབས་བདེ་པོ་ཅིག་བྱུང་ན། དེ་འདྲའི་བྱེད་འབྲས་ད་རྣམ་པ་ཚུགས་ཀྱི་དུས་རྒྱུན་གྱི་ཐུགས་ལ་ག་རེ་བཞག་གོ་ལགས་ན་ད་ནམ་མཁའི་འབྱུང་བ་དེ་ལས། རླུང་གི་འབྱུང་བ་འདི་དྲུག་གོ། འདི་རྣམ་པ་ཚུགས་ཀྱི་ཐོག་མར་འབྱུང་བ་དྲུག་དང་འདྲ་བོ་བྱེད་ན། འོ་དེ་འདྲའི་ཞིག་ཐུགས་ལ་འཇགས་དེ་ནི་ནམ་མཁའི་འབྱུང་བ་ལས་རླུང་གི་དཀྱིལ་འཁོར།

ང་ཚོས་ཀྱི་ལུང་སྤྱོད་བཤད་བརྗོད་པའི་དེ་ནི་ཅིག་གི་དང་སྣོད་ཀྱི་འཇིག་རྟེན་ན་ཡོད་པ་དེ་ཡོངས་རྫོགས་དེ་དེ་ནི། འབྱུང་བ་བཞི་ཡི་ཚོགས་བསྡུས་ལ་བརྟེན་ནས་འཁྲུལ་པ་རྐྱང་རྐྱང་ཡིན་དུས། འོ་དེ་འདྲའི་ཆེས་རྣམ་པ་ཚོས་ཀྱི་ཐུགས་ལ་འཇའ་ཡལ་ཆེ། སྣོད་ཀྱི་རྒྱུ་སྟངས་འདི་ཙམ་གྱིས་མ་གཏོགས་ངེད་ཀྱིས་འདི་རེ་རེ་བཞིན་དུ། རླུང་ལ་ཕྲ་རགས་དགུ་མེ་ལ་ཕྲ་རགས་དགུ་མེ་ལ་ཡ། ནི། ཚ་དྲོད་དགུ་དེ་ནི་ཆུ་ལ་ཡ། ཡང་ལྕི་དགུ། འོ་དེ་འདྲའི་ཆེད་དུ་མར་འགྲེལ་བཤད་རྒྱག་འབད་ཡོད་རེད། འོ་དེ་འདྲའི་རྒྱ་བལ་ཅིག་གི་ཆེད་དུ་ན་ཡང་དུས་ཚོད་དེ་མང་པོ་འགོར་འགྲོ་རུ་བ་དེ་ཡིན་དུས་སྤྱི་དབང་གི་ཆ་ནས་སྣོད་བཅུད་འཇིག་རྟེན་གྲུབ་སྟངས་དེ་ལ་ཡང་ང་རང་ཚོ་ཆོས་ཁས་ལེན་ངེས་ཡིན་ན་ཆོས་ལུགས་སོ་སོ་ནང་ནས་སྣོད་བཅུད་འཇིག་རྟེན་གྲུབ་སྟངས་བརྗོད་རེད། འོ་དེ་རྣམ་པ་ཚོ་གི་ཐུགས་ལ་བཞག་ན་ཡང་མི་འགྲིག་པ་མི་འདུག་ཨ། དེ་ནི་དེང་སང་ཡིན་ན་ད་ཡོངས་གྲགས་ལ་ཚན་རིག་འདི་འོ་ཞི་དྲག་གི་ད་ཚང་མིག་གི་ད་ཚད་མཐོན་པོ་ལ་ཡ། སྨྲ་བ་དེ་འདྲའི་ཡིད་ཆེས་བྱེད་ཡུལ་གྱི་གནས་ཚུལ་ཡིན་དུས་ཚན་རིག་གི་ཐོག་ནས་སྣོད་བཅུད་འཇིག་རྟེན་གྲུབ་སྟངས་ཀྱི་ཐ་དེང་སང་དེབ་ཧྲིལ་བོ་དུས་འགོ་ཡོད་དུས་དུས་ཚོད་ལ་གཟིགས་པ་ཡིན་ན་མ་ཕྱིན་པ་ཡོད་མ་རེད། དེ་ཡིན་དུས་ང་རང་རང་གི་དུས་རྒྱུན་གཅིག་ཉམས་བཞེས་ལས་སྣོད་བཅུད་འཇུག་སྟངས་སྣོད་བཅུད་འཇིག་རྟེན་གྲུབ་སྟངས་དེ་ཨ་ནེ་ཡོད་ཅིག་ཆོས་ལུགས་ནས་གསུངས་པ་དང་ཚན་རིག་ནས་བཤད་པ་གཉིས་ཀ་ལ་ཡང་ངས་ཞིབ་འཇུག་བྱས་ནས་དེ་གཉིས་ཀྱི་སྙིང་པོ་ཅིག་བླངས་ནས་ང་རང་གི་ཨོ་སྣོད་ཀྱི་འཇིག་རྟེན་སྣོད་ཀྱི་འཇིག་རྟེན་དྲུག་དང་གཅིག་ངེད་ཀྱིས་བཟོས་ཡོད་རེད་ཅིག་བྲིས་བཞག་ཡོད་དེབ་ཀྱིས་ད་དེ་རྗེས་མ་ངེད་ཀྱིས་བཏོན་ཡོད་འདྲ་བོ་ཅིག་རེད། ཨོ་དེ་འདྲའི་ཅིག་མ་གཏོགས་ད་ད་རིང་འདི་ནང་ལ་ཞུ་ན་ཞུ་ཚར་ཡ་ཁྱེད་ཡོད་མ་རེད་དེ་ཡིན་དུས་ཨ་ལེ་སྣོད་ཀྱི་འཇིག་རྟེན་འདི་རྣམ་པ་ཚོ་གི་རོགས་ཙམ་གྱི་ཐུགས་ལ་སྦྱར་ནས་ཨ་ང་རང་ཚོ་ཅིག་བསྐྱོད་ཅིག་སེམས་ཅན་དེ་ཚོ་གྲུབ་ཡོད་དུས་དེ་ནས་རྒྱུ་ང་ཅིག་གིས་ད་རླུང་ལ་གཙོ་བོ་བརྟེན་རླུང་གི་དབྱུ་གུ་ལ་མ་བརྟེན་པར་བསྐྱོད་ཅིག་སེམས་ཅན་འདི་འཚོ་ཐབས་ཡོད་མ་རེད་དེ་ཡིན་དུས་རྩ་ནས་དེ་ནི་ངེད་ཀྱིས་བསྡུར་ས་ད་རིང་འདི་རྣམས་ལ་མིང། ཚིག་བེད་སྤྱོད་བྱེད་དུས་ངས་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཨ་ལ་ཨེ་དེ་འདི་རེད། ད་དེ་འདྲ་བའི་རླུང་ལ་ཡག་ཐག་ཕྲ་རགས་མང་པོ་ཅིག་བཤད་ཡོད་རེད་ལ་ང་རང་ཚོ་སྐབས་སུ་བབས་པ། གཅིག་གི་རླུང་དེ་ངས་ག་རེ་ཞུ་གི་ཡོད་ལགས་ན། ང་རང་ཚོ་གི་དུས་རྒྱུན་དུ་ད་ཚང་མ་ལུས་ཀྱི། གཅིག་གི་ད་གཅིག་གི། སྣ་ཁུང་གི། སྣ་བུག་གཉིས་ནང་ནས་རླུང་ཡག་མ་རྒྱུ་ངོམ་བྱེད་ཡོད་ཅེས་རོ་གཅིག་དང་རླུང་རྒྱུ་ངོམ་དེ། ཨོ། སྣ་སྒོ་གཉིས་ནས་བྱེད་ཀྱི་ཡོད་རེད་ལགས་དེ་ནི་ཁ་ནས། ཨོ། ཅེས་ཕྱི་ལོག་གི་རླུང་ནང་ལོག་ལས་ཡར་འཕར་འགྲོ་ཡ་རྡིབ་ན་ཤའི་གཟུགས་པོ་ཡོངས་རྫོགས་ནི་ཕྱི་ལོག་གི་རླུང་ཚུར་ལ་ནང་ལོག་ལ་ཐེབས་ནང་ལོག་ནས་འཕར་འགྲོ། འདི་ལྟར་མཚམས་ཡོད་ཁྱིམ་བར་དེ་ན་ནི་ངེད་ཀྱི་སྐབས་སུ་འབབ་བ་གཙོ་བོ་འདི། ཨོ། ཀུན་གྱི་རྩ་བ་རང་བའི་འདི་ང་ཚོའི་སྣ་སྒོ་ན་ནི། ཨོ། ཅེས་ཀྱི་ད་ཨུ་རྒྱུ་ངོམ་བྱེད་འདི་རེད། ཨོ། དེ་འདྲའི་སོང་ཙང་དེ་འདྲ་བ་དེ་ལ་དེ་ནི། ཨོ་ཨོ་རྣམ་པ་ཚོ་གི་ཐུགས་ལ་བཤགས་ཨོ་ཨོ་ད་ང་རང་ཚོ་སློབ་སྦྱོང་དེའི་རྣམ་ཀུན་གྱི་དབུགས་རྒྱུན་ངོམ་དེ་དང་འབྲེལ་བའི་ཐོག་ནས་ལུས་སེམས་འཕྲོད་བསྟེན་སྐོར་ལ་ཡང་ད་རིང་བཤད་ཡ་རེད་ཤག་བསམ་པ་ཅི་ཐོབ་མ་དེ་འདྲས་ཅིག་མཆན་པ་ཡིན་ན་ཡག་པོ་འདུག་ཨོ་ཨོ་དེ་འདྲས་ཅིག་བཤད་དེའི་རླུང་གི་སྐོར་ལ་ཡང་རླུང་ལ་ཡག་གི་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཞུ་ཡག་གི་རླུང་གི་སྐོར་ལ་འགྲེལ་བཤད་དེ་ཙམ་བྱས་ད་ལུས་སེམས་འཕྲོད་བསྟེན་སྐོར་ལ་ལ་དུས་དེ་ལུས་སེམས་འཕྲོད་བསྟེན་སྐོར་ལ་ལུས་དང་སེམས་ལ་དུས། འོ་ད་ང་རང་ཚོ་ཚོགས་པ་འདིའི་ནང་ལ་ཡིན་ན་ད། དེང་སང་ཡིན་ནའང་ཅིག་ཆོས་ཁས་མི་ལེན་མཁན་མང་པོ་ཅིག་གི་སེམས་ཟིན་ངེས་དེ། ཨོ། ཁས་མི་ལེན་མཁན་དང་སེམས་ལ་དོགས་པ་ཟ་བདེ་མཁན་མང་པོ་ཅིག་འདུག་ཨ། ཨོ་དེང་སང་སྤྱི་ཚོགས་ནང་ལོགས་ལ་ཡིན་ན་ད། ཅིག། ང་རང་ཚོ་མི་གི་བྱེད་ལས་དེ་ཀླད་པེད་ཀྱི་དབྱུ་གུ་རེད་སེམས་ཟིན་ངེས་དེ་ལོ་ང་དེ། ཨོ་ད་ཅིག་གི་ཁ་ལོག་ད་ཞིམ་ཆུའི་ནང་ལ་ད་ད་ཚོད་ཐིག་ཁ་བོ་བྱེད་དུས་དེ་ནི་ཅིག་ཀླད་པ་ད་ད་སྙིང་རེ་བོ་དེ་གཙོ་བོ་དེ་མ་གཏོགས་སེམས་ཚིག་ངས་འདྲི་ཤེས་མ་བྱས་ངེས་ཅི་ཡོད་ད་འདི་ཁོ་ལ་ངས་ལས་ཞུ་མ་གོ་བ་ཆད་ད་ང་རང་ཚོ་ཚང་མ་ལོ་ལུས་སེམས་ལ་དེ་ལུས་དང་སེམས་གཉིས་ཀ་ཁས་ལེན་གྱི་ཡོད་པ་གཞིས་ཆགས་ཀྱི་ཐོག་ནས་ངས་ཞུ་གི་ཡོད་ཨོ་དེ་འདྲའི་རྗེས་ཨ་ལས་ཐོག་མར་དེ་ལ་ཡར་ཀླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ལ་དུས། འོ་དེ་འདྲས་ཀྱིས་ཅིག་ཆར་རང་ཚུགས་ཀྱིས་དང། འོ་སློབ་ཚན་འདིས་ཅིག་ཆོས་རྣམ་པ་གྱི་སྦྱོང་བརྡར་བྱེད་དགོས་ན་དེའི་ཐོག་ལ་དོ་སྣང་སྤྲད་དགོས་ན་སྔས་ལ་རླུང་ལུས་སེམས་ལ་ཡས་འདི། སྔས་ལ་རོབ་ཙམ་གྱིས་མ་བྱས་པ་ཡིན་ན་རླུང་གི་ལུས་སེམས་འཕྲོད་བསྟེན་གོ་ལ་ལ་ཡས་ཚིག་གོ་རང་སྟོང་པ་ཆགས་འགྲོ་ན་དེའི་འོག་ལ་ཅིག་བཤད་བསྡད་ན་ཡང། འོ་སྦ་ར་འབུ་རེ་བྱེད་དང་ཨ་ནི་ཉྭ་རེ་ཉུལ་རེ་བྱེད། འོ་སྒྲུང་བཤད་དེ་ངས་འདྲ་བོ་ཅིག་ཆགས་འགྲོ་གི་རེད། སྒྲུབ་གཉིས་པོ་དེ་འདྲ་སྒེག་མོ་བླངས་དེ་ངས་ཤེས་འཐེན་ལ་ཐ་མ་དེར་འཇུ་ས་མེད་དེ་ངས་འདྲེའོ། འོ་དེ་འདྲས་ཞིག་ཡིན་དུས་རྣམ་པ་ཚོས་ཀྱི་དེ་འདྲས་ཀྱི་ཐུགས་ལ་འཇགས་པའི་ཐོག་ནས། ཨ་ནེ་ཡི་ཐོག་མ་དེ་རླུང་གི་ལུས་སེམས་འཕྲོད་བསྟེན་ཁོ་ལགས་ལ་དེ་རླུང་ལགས་ན། ཨ་ལས་སྣ་བུག་ནང་གི་དབུགས་རྒྱུ་ངོམ་འདི་ལ་ད་ད་རིང་སློབ་སྦྱོང་གྲྭའི་གཙོ་བོ་ཡིན་པ་འདྲ་འདུག་དེ་ཡིན་དུས་རྩ་ནས་ད་སྣ་བུག་ནང་གི་དབུགས་རྒྱུ་ངོམ་དེ་ང་རང་ཚོ་གི་སློབ་ཚན་གྱི་རྩ་བ་འདྲ་བོ་ཤག་འདི་ལ་བརྟེན་ནས་ཨ་ནེ་ཡི་ལུས་སེམས་འཕྲོད་བསྟེན་དེ་ཅིག་གི་ལུས་སེམས་འཕྲོད་བསྟེན་གྱི་བྱ་བཞག་འདི་འོ་ག་འདྲེ་ཡིན་མིན་སྐོར་ལ་དག་རེ་བཞག་དེ་ཡང་ལུས་སེམས་འཕྲོད་བསྟེན་སྐོར་ལ་ཡ་ཅིག་འོ་ཅིག་གི་དག་ཅིག་གི་དག་སློབ་སྦྱོང་སྤྲད་སྟངས་དེ་ཡང་ང་ཚོས་ཅིག་ཉི་ཤར་འཕྲུལ་ཅིག་ལ་ཡོད་བ་ཉི་ཤར་འཕྲུལ་ཅིག་ལ་ཡ་དེ་ལ་ཡ་འོ་དེ་འདྲེ་གི་དག་ཅིག་ཉི་ཤར་འཕྲུལ་ཅིག་ལ་དེ་ཞོགས་པ་ནས་ད་དགོང་མོ་བར་དུ་ལག་ན་སྒྲ་ཉི་མ་གཅིག་ལ་ཆུ་ཚོད་ཉི་ཤུ་རྩ་བཞི་ཡིན་དུས་ང་རང་ཚོ་ཆུ་ཚོད་ཉི་ཤུ་རྩ་བཞི་གི་ནང་ལ་ཡ་དེ་ནས་ལུས་སེམས་འཕྲོད་བསྟེན་ག་འདྲས་ག་འདྲས་གནང་དགོས་མིན་གྱི་སྐོར་ལ་ཨོ་རེད་ཤག་ལ་ནི་ཐོག་མར་དེ་འདྲས་ཅིག་ངེས་པར་དུ་ཨོ་ཐུགས་ལ་འཇགས་རོགས་གནང་ཞུ་ཡས་ཡིན་ལྟ་འདི་ལན་དང་པོ་དེ་ཨོ་དེ་ཆད་ལན་དང་པོ་དེ་འདི་བཞག་ནས་འདིའི་རྗེས་ལ་མུས་མཐུད་ནས་ལན་གཉིས་པ་ནང་ལ་གསན་རོགས་གནང་ཞུ་ཡས་ཡིན་འདུག། འོག་ལ་སོ། དེ་ནས་ང་རང་ཚོ་ལན་གཉིས་པ་ནང་ལ། ཨ་ནེ་མུ་མཐུད་ནས་བཞུགས་ཡས་ལ་ད་ང་རང་ཚོ་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་བཞུགས་དགོས་དུས། ཨ་ནེ་རླུང་གི་སྐོར་ལ་ད་ལྟ་གོང་དུ་ཨ་ནེ་རོབ་ཙམ་ཅན་ཤིན་ཏུ་འདུས་སྡོད་ཀྱི་ཞུ་གྲུབ་པ་ཆེ། ད་ལུས་སེམས་འཕྲོད་བསྟེན་སྐོར་ལ་ཡ་བཞུགས་པ་ལ་ཐོག་མར་དེ་ལུས་ཟེར་ཏེ་སོ་སོ་རང་ཉིད་ཀྱི་སྐུ་གཟུགས་སོ་སོ་རང་ཉིད་ཀྱི་གཟུགས་པོ་དེ་ལ་ལུས། སེམས་ལ་དེ་སོ་སོ་རང་ཉིད་ཀྱི་གཟུགས་པོ་ནང་ལ་ཡོད་དེ་ངས་ད་སེམས། ཨོ། ཅེས་ནས་ད་མ་ཤེས་བར་དུ་ད་ཅིག། ཅིག་བསམ་བློ་གཏང་དགོས་ཡ་ད་ལས་ཀ་མང་པོ་ཅིག་བྱེད་དགོས་ཡ། ཅེས་བསགས་ཡ་ཐུང་ཡ་སློབ་སྦྱོང་བྱེད་ཡ་འགྲོ་སྡོད་བྱོལ་སོང་ད་ག་རེ་བྱེད་འོང་དུ་ཡོང་ཚོ་དེ་སེམས་ཀྱི་ཐོག་ནས་བྱེད་དགོས་དུས་སེམས་དྲན་ཤེས་མེད་ན་མི་ཅིག་རབ་གསེར་འདྲ་བོ་སྙོམས་པ་འདྲ་བོ་དེ་འདྲས་ལྷག་བསྡད་ཀྱི་རེད་བ་དེ་མ་གཏོགས་གཞན་སེམས་ཟིན་ངེས་དེ་ཞེ་དྲག་གི་གལ་ཆེན་པོ་ཡིན་དུས་ད་ཨོ་ལུས་སེམས་འཁྲུལ་ལྡན་གྱི་སྐོར་ལ་ཡང། ཨོ་བདག་ཅིག་གིས་གནམ་ཕོ་ཚུགས་ཀྱི། ཨོ་དེ་འདྲའི་ཇི་ལྟར་སློབ་སྦྱོང་སྤྲད་ཡོད་ཡིན་པ་དེ་ཤེས་པའི་ཐོག་ནས། ཐོག་མར་དེ་ལ་ཡང་ད་ལུས་སེམས་འཁྲུལ་ལྡན་སྐོར་ལ་ཡང། ཞུ་དགོས་དུས་ཨ་ནེ་ཡས་ཅིག་གིས་ད་ལྟ། ཨོ་བདག་ལུས་ཀྱི་སྐོར་ལ། ཨ་ནེ་ལུས་གྲུབ་སྟངས་དེ། ང་རང་ཚོ་སོ་སོའི་གཟུགས་ཕུག་གི་གྲུབ་སྟངས་དེ་ཡང། ཅིག་དངོས་ལ་མ་མཁྱེན་པ་ཡིན་ན། ཨ་ནི་ང་ཚོ་གིས་ཉིན་ཞག་ཁྲོད་ཅིག་ལ་ཡང་ལུས་སེམས་འཕྲོད་བསྟེན་སྐོར་ལ་ཅིག་ཞུས་པ་ཡིན་ན་ཡང་ཏོག་གཅིག་གི་རྩ་བ་བརྟན་པོ་མི་ངེས་ཀི། ཨ་ནི་ཤིང་སྡོང་འདྲ་བོ་འཁྱགས་འགྲོ་རེད་རྩ་བ་བརྟན་པོ་མེད་ན་ང་ཚོ་འདི་ལ་མེ་ཏོག་དང་རྩི་ཤིང་ག་རེ་བཏབ་པ་ཡིན་ན། དེ་ནི་ཅིག་གིས་ད་མར་རིལ་འགྲོ་ཡས་དང་དེ་འདྲ་འཁྱགས་འགྲོ་དུས་རྩ་བ་བརྟན་པོ་དེ་གལ་ཆེན་པོ་ཡིན་དུས་ངེད་ཀྱིས་ད་ལྟ་ལུས་དྲུད་སྟངས་སྐོར་ལ་ངས་ཞུ་ཡས་ཡིན། ཨོ་དེ་འདྲས་ཀྱི་རྣམ་པ་བཟོ་བའི་ཐུགས་ལ་བཅག་ངས་དེ་འདྲ་ཅིག་ད་བལྟས་སུ་མགྱོགས་པོ་མགྱོགས་པོ་རེད་གདའ། ད་ཁྱོད་རྣམ་པ་ལ་ངས་ཀྱི་ཅོག་ཙེ་གང་ལ་ཞལ་ལ་ཕུལ། བུའི་དེ་འདྲས་ཅང་ཅང་ཡིན་དུས་ཡང་ངའི་ཕ། ཕ་རྒྱལ་བོ་ཅིག་ཅང་བསྡད་ན་ནི་ཡང་འགྲིག་གི་མི་འདུག་ཨ་དེ་ཡིན་དུས་ད་ངས་མགྱོགས་པོ་ཞུ་གི་ཡིན། ཨོ་དེ་འདྲས་ཡིན་དུས་ད་ལོའི་དྲུག་སྟངས་དེ་ལ་ངས་ཐོག་མར་གྱི་ངའི་སློབ་གསེང་དེ་འགོ་བཙུགས་སྟངས་འདྲ་བོ་དེ་དེ་འདྲས་ཡིན། ཨ་ནི་ང་རང་ཚོ། ཨོ་ད། དཔེར་ན་ང་རང་ཚོ་ད་འཛམ་གླིང་འདི་ན་ལ་ཡ། ང་རང་ཚོ་སྐྱེ་བ་ལེན་དུས་སྐབས་ལ་ཐོག་མ་དེ་སོ་སོ་ལ། ཕ་མ་གཉིས་ཀྱི། ཅིག་ད་བརྒྱུད་ནས་ཕ་མ་གཉིས་ཀྱི་ཉེ་འབྲེལ་དགའ་པོ་བྱེད་པ་ལ་བརྟེན་ནས་སོ་སོ་རང་ཉིད་གྲུབ་དགོས་དགོས་རེད། དེ་གྲུབ་པ་ལ་ཐོག་མ་དེ་ད་ཕ་མ་གཉིས་ཀྱི་སྐོར་ལ་ཡ། འདུས་སྡོད་ཅིག་ཞུས་པ་ཡིན་ན་འདི་གནད་འགག་ཆུང་པོ་འདུག། ཨོ་དེ་འདྲའི་ཆེད་རྣམ་པ་ཚོ་གི་ཐུགས་ལ་འཇགས་པའི་ཐོག་ནས་ངས་ག་འདྲི་ཞུ་ཡིན་ལ་ན་ད་ང་རང་ཚོ། སུ་དང་སུ་ཡིན་ན། ཨོ། ད་ཅི་གི་ད་བུ་ད་བུ་མོ། ཨ་ནི་ལོ་གསེར་གླས་ཡིན་དུས་དེ་ནི་ཕན་ཚུན། ཨོ། ད་ཅི་གི་ཆགས་སྲེད་ལ་བརྟེན་ནས་ཕན་ཚུན། ཨོ། དུས་སུ་ད་དགའ་བོ་ཉེ་བོ་བྱེད་པ་ལ་བརྟེན་ནས་ང་རང་ཚོ་སྤུ་གུ་ཆགས་ཀྱི་ཡོད་པ་དེ་ཚང་མའི་མཁྱེན་གོ་རེད། ཨོ། འདིའི་སྐོར་ལ་ཅིག་ཞུ་ན་ང་རང་ཚོ་དང་བདག་གི་དུས་ཚོད་འདི། བསྐལ་པ་བཟང་དུས་དང་མི་འབྲལ་བར་ཞི་དྲག་གི་དུས་རབས་འདི་ཉག་ཕྲ་པོ། རྔམ་སྒྲ་ཆེན་པོ། ཡིད་ཆེས་མེད་པ་ན་ཞིག་གིས་ཅི་སོགས་ཅིག་གི་ཁུ་བོའི་ནང་ལ་ཡོད་དུས། དཔེར་ན་ང་རང་ཚོ་ཅིག་གིས་ད་བུ་དང་བུ་མོ་སུ་ཡིན་ན། ཕོ་མོ་སུ་ཡིན་ན་ད་ང་རང་ཚོ་ཅིག་གིས་སྤུ་གུ་ཅིག་བཟོ་ངེས་འགྲོ་ན། ངེས་པར་དུ་སོ་སོ་རང་ཉིད་ལ་ཡང་ཆ་རྐྱེན་ག་འདྲའི་འཛོམས་དགོས་མིན་དང་དོན་ཚུལ་ལ་ཡང་དགོངས་པ་ཡག་པོ་ཅིག་མ་བཞེས་ན་རྗེས་མ་སྤུ་གུ་སྐྱེས་ཡོང་དུས་སྤུ་གུ་དེ་རང་བཞིན་གྱིས་གཅིག་ཨ་ལི་སྐྱེ་སྟངས་ཀྱི་དབང་པོ་མ་ཚང་བ་དང་སྐྱེས་པས་ཡིན་ན་ཡང་སྤུ་གུ་དེ་ཕ་མ་གི་གཤིས་ཀ་ཡག་ག་རིགས་དེ་གཅིག་གི་ཁ་ལ་བར་ཐག་མ་སྦྱར་བ་ཆེས་སྡུག་ག་རིགས་དེ་སྦྱར་ནས་དེ་ནི་སྤུ་གུ་ཞི་དྲག་གི་སྤྱི་ཚོགས་ནང་ལོག་ལ་ཡ་དེ་ནི་ཨོ་ཕན་ལས་གནོད་ཆེ་བ་དེ་འདྲིས་ཀྱི་སྤུ་གུ་མང་པོ་ཅིག་འཚར་ལོངས་བྱུང་བ་ལ་བརྟེན་ནས་ད་དེང་སང་འཛམ་གླིང་ལ་འཚར་མིན་གྱི་ཁེ་ངེས་པ་ཡིན་དུས་ཐོག་མ་དེ་ང་རང་ཚོ་སུ་དང་སུ་ཡིན་ན། ཨོ་ད་ཕ་མ་གཉིས་ལ་སོ་སོ་སྤུ་གུ་དགོས་ན། སྤུ་གུ་སྐྱེས་ས་དེ་ཕ་མ་གཉིས་ཀྱི་སྤུ་གུ་ལ་ཡང་ཞེ་དྲག་གི་བརྩེ་བ་བྱེད་ཀྱིན་ཡོད་ན་སྔས་དང་པོ་དེ་སོ་སོ་ཕ་མ་གཉིས་ཀྱི་སྤུ་གུ་བཟོ་སྟངས་དེ་སྐོར་ལ་ཡང་དགོངས་པ་ཡག་པོ་བཞེས་དགོས་བ་རེད་ད་འདི་ཐོག་ལ་ངས་ཅིག་ཞུ་བ་ཡིན་ན། ཨོ་དེ་འདྲས་ན་ད་ང་རང་ཚོ་ཅིག་བུ་དང་བུ་མོ། སུ་དང་སུ་ཡིན་ན་ཡང་ད་ལོ་ཚེ་ལས་ནི་ཕན་ཚུན་གཅིག་གིས་དང་གཅིག་གིས་ཕན་ཚུན་གཅིག་གི་བཟང་བཟང་མཐུན་པའི་ཐོག་ནས་ཕན་ཚུན་བརྩེ་བ་ཕན་ཚུན་གཉིས་ཀ་ཡང་གཅིག་གི་སེམས་པ་ཆགས་པ་ཙམ་མ་ཡིན་པར་དངོས་གནས་ཀྱི་མི་ཚེ་སྐྱེལ་དགོས་བསམ་པ་དེ་འདྲ་ཡོད་པའི་ཐོག་ནས་ཡང་བྱ་རོགས། ཁྱོད་རྣམ་པ་སུ་དང་སུ་ཡིན་ན་དེ་ནི་གཅིག་གིས་དང། འཇིག་རྟེན་མཐུན་འཇུག་གི་ཆང་ས་བརྒྱབ་དེ་ནི། སྤུ་གུ་སྐྱེས་པ་ཡིན་ན་དེ་འདྲ་བའི་སྤུ་གུ་དེ་བརྒྱ་ཤ་བརྒྱ་ན་ནི། ཨོ་བརྒྱ་ཆ་བདུན་ཅུ་སྡེ་ལྔ་ཉིད་ལབ་ཆོག་གི་འདུག་དམིགས་བཙུབ་ནི་དེ་འདྲ་བའི་སྤུ་གུ་མང་ཆེ་བ་སྤུ་གུ་ཡག་པོ་རྐྱང་རྐྱང་ཡོང་གི་རེད་དྲན་གྱི་འདུག་ཨོ་འདིའི་རྒྱུ་མཚན་ག་ལ་ན་ཕ་མ་གཉིས་ཕན་ཚུན་སེམས་པ་ཉེ་པོ་བྱེད་སེམས་པ་བརྩེ་དུང་ཡོད་པའི་ཐོག་ནས་ཕན་ཚུན་གཅིག་དགའ་པོ་དང་དེ་འདྲས་བྱེད་པ་ཡིན་དུས་དེ་ལ་བརྟེན་ནས་ཕན་ཚུན་གྱི་བརྩེ་བ་དེ་ལ་བརྟེན་ནས་ཕན་ཚུན་གྱི་སེམས་པ་དེ་དག་ཅིག་དཔེར་ན་དགའ་དད། བདག་གི་མཁའ་ལ་བདག་གི་དགའ་བདེའི་དཔེ་གསུམ་ལ་རོལ་བར་ན་ཤེས། འོ་དེ་འདྲའི་ལ་བརྟེན་ནས་དེ་ནི་སྤུ་གུ་དེ་ཡང་རང་བཞིན་གྱི་སྤུ་གུ་ལ་ཡང་ཁོ་པ་ན་ཡོད་པའི་བཀའ་ལ་ཕ་མེས་ཀྱི་བྱམས་སྦྱོར་བྱེད་དང་སྐྱེས་པའི་བཀའ་ལ་ཡང། དེ་ནི་ཨ་མ་གི་གཙོ་བོ་བྱས་ནས་ད་ནུས་མ་སྤྲད་པ་ནས་འགོ་བཙུགས་ནས། འོ་ཕ་མེས་ཀྱིས་ད་གསོ་སྦྱོང་དང་ཡག་པོ་བྱེད་དགོས་ཡོད་དེ་སྤུ་གུ་ཚོས་ཡང་ཁྱེད་ཚོ་ནང་ལོགས་ལ། འོ་ཕན་ཐོགས་པ་དེ་བརྒྱ་ཤ་བརྒྱ་ནས་བརྒྱ་ཤ་བདུན་ཅུ་བསྡད་སྔ་ཕྱི་སྤུ་གུ་ཡག་པོ་ཆགས་ཐུབ་ཀྱི་རེད། འོ་དེ་འདྲའི་སོང་ཙང་ང་རང་ཚོ་སུ་དང་སུ་ཡིན་ན། ཨོ་ད་འཇིག་རྟེན་མཐུན་ཆོས་ལ་ཅིག་རོལ་ནས་ཆང་ས་བརྒྱབ་ནས་སྤུ་གུ་སྐྱེ་ཡས་དེ་ཐོ་མ་ཚང་མིག་གི་ཐུགས་ལ་འཇགས་ཡས་དེ་དཔེ་གལ་ཆུན་པོ་ཆགས་ཀྱི་འདུག་ཞུ་བས་ཡིན་ཨོ་དེ་འདྲའི་ཆེ་གཉིས་པ་དེ་ད་ང་རང་ཚོ་ཨོ་ཨེ་འདྲ་རེད་དཔེ་ན་བུ་དང་བུ་མོ་སེམས་པ་ཆགས་པའམ་ཨ་ནི་ཙེ་ཡམ་བྱས་པ་ཡང་ན་ནི་དེང་སང་གི་ད་ཅིག་གི་ག་ལ་འོང་རེད། བ་ད། ང་ཚོའི་སྤུ་གུ་དེ་འདྲའི་ད་ཁ་ལ་བོ་རེད། ཨོ། གཟུགས་པོ་ནང་ལ་ད་སྤྱོད་ཡས་དང་དེ་འདྲའི་གི་ཐོག་ནས་ད་སྤུ་གུ་འགས་དེ་འདྲའི་ཡོང་གི་འདུག་ཨ། ཨོ། དུས་ཚོད་དེ་དེ་རྩ་བའི་གི་ཆ་ནས་ད་སྤྱི་ཚོགས་ནང་ལོགས་ལ། ཨ་ནི་ཅིག་གི་ད་དགེ་རྒན་དང་དེ་འདྲའི་གི་སློབ་གསོ་ཡག་པོ་སྤྲད་ན་ནི་གང་ཞིག་མ་གཏོགས་དེ་རང་བཞིན་ལྷན་སྐྱེས་ཀྱི་ཕ་མེས་ཀྱི་བརྩེ་དུང་དེ་སོ་སོ་རང་ཉིད་ཀྱི་གཟུགས་པོ་གི་གྲུབ་སྟངས་ནང་ལ་གྲུབ་མེད་དུས་རྗེས་མ་སྤུ་གུ་དེ་ད་ཁྲུས་ཆག་གི་མི་འདྲ་བོ། དཔེར་ན་གཅིག་གིས་བྱེ་བྲག་གིས་གཅིག་ཀླད་པ་བེད་སྤྱོད་བྱེ་བྲག་བཏང་མ་ཐུབ་མཁན་བཏང་པ་དེའི་ངར་ཤུགས་ཧ་ཅང་གི་ཆེན་པོ་རྟོགས་ཐལ་དྲགས་ངེས་ཏེ་ཕིན་ཆེ་ངེས་བརྒྱ་ཆ་བརྒྱ་ནི་བརྒྱ་ཆ་བདུན་ཅུ་དེ་སྔ་ངས་དེ་འདྲའི་ཡུན་གོ་རེད་བསམ་པ་ཅི་ང་རང་གི་གཅིག་གི་ཁ་ལག་པ་ད་སྔ་གཅིག་གི་ཚོད་པ་ཙམ་མ་ཡིན་པ་རླུང་ཁམས་རིག་པའི་ཐོག་ནས་ལྟ་ཡོང་དུས་ངས་དེ་འདྲའི་ཆེ་དུས་ཆེན་མཐོང་བདེ་གི་ཡོད། འོ་དེ་འདྲའི་ཆེ་ངས་འདི་ན་ཞུ་དགོས་དེ་ཡིན་དུས་རྣམ་པ་ཚོ་གཅིག་གི་བུ་བཙོ་ད་དཔེར་ན་བུ་བཙོ་ད་དྲགས་གི་རུ་བ། ཁོག་པ་ནང་ལོགས་ད་སྤུ་གུ་ཆག་ཡ་ཁྱེད་མི་འདུག་དཔེ་ན་བུ་མོ་སུ་དང་ཡོད་ན་སོ་སོ་ཁོག་པ་ནང་ལོགས་སྤུ་གུ་དགོ་ན་སྤུ་གུ་དེ་ངེས་པར་དུ་སོ་སོ་ལ་ཡ་སྲིད་དུང་ཅག་གཉིས་ཀྱི་བུ་གཅིག་ཡིན་སྙམ་དུ་དགའ་པོ་བྱེད་ནི་སྤུ་གུ་ཆག་དགོས་པ་ལས་དེ་ནི་དངུལ་ཙམ་ལ་གཅིག་གི་སེམས་པ་ཆག་བས་དང་ཨ་ནི་ག་འཇོན་མ་འཇོན་བྱེད་ནི་ཨ་བརྩེ་དུང་མེད་པ་ལ་དཔེ་ན་བུ་དགོ་འོ་ལྟ་ངེས་ཅིག་སྙམ་དུ་དགའ་པོ་བྱེད་ནི་སོ་སོ་རང་ཉིད་ལ་སྦྲུམ་མ་ཆག་ནི་སྤུ་གུ་སྐྱེས་པ་ཡིན་ན། ཨོ་སོ་སོ་རང་ཉིད་ཀྱི་ད་བྱམས་ཆུང་ཞུ་བོ་ཅིག་ཕ་མ་གཉིས་ཀ་གི་བརྩེ་དུང་དེ་སོ་སོ་རང་ཉིད་ཀྱི་སྤྲད་མ་ཐུབ་ན་སྤུ་བོ་འདི་ལ་ཡང་རྗེས་མ་པགས་པ་གཏན་མེད་པ་དང། ཨོ་ཨ་ནི་པགས་པ་གི་སྐོར་ལ་འདྲི་བཤད་རྒྱག་ཡ་མི་དུས་སྤུ་བོ་གི་ཀླད་པ་ནང་ལོགས་ལ། ཨོ་ཞོ་གཅིག་ལ་ཡང་ཤུབས་ཆུང་པོ་ཅིག་འགྲོ་ཤར་དུས་རྗེས་མ་སྤུ་བོ་འདི་ཨ་ནི་གཅིག་སོ་ནང་ལོགས་ལ་ཨ་ནི་གཅིག། ཨོ་རང་བཞིན་ལྷན་སྐྱེས་ཀྱི་དེ་ནི་གཅིག་གི་ད་རང་བྱུང་གི་གུར་དྲི་ལག་པ་ན་ཞིག་རང་བཞིན་གྱི་གཅིག་སོ་ནང་ལོགས་ལ་ཨ་ནི་འདབ་གསེར་ཟོལ་ངན་འདི་རང་བཞིན་གྱི་མང་བ་ཡོང་གི་རེད། པ་དེ་འདྲའི་སོང་ཙང་ང་རང་ཚོ་སུ་དང་སུ་ཡིན་ན་ཐོག་མ། གཅིག་གི་ཕ་མ་གཉིས་ཀྱི་སྤུ་གུ་དེ་སོ་སོ་ལ་གལ་ཆེན་པོ་ཡིན་ན་ཐོག་མ་དེ་སྤུ་གུ་ཟོས་དེ། གཅིག་གི་ཕན་ཚུན་སེམས་པ་ཧ་ཅང་གི་དགའ་པོ་སེམས་པ་ཆགས་པའི་ཐོག་ནས། སྤུ་གུ་ཟོས་པ་ཡིན་ན་སྤུ་གུ་དེ་ཡག་པོ་ཆགས་ཀྱི་རེད་ཟེར་ནས་ངས་དེ་འདྲས་ཀྱི། ཞུ་བས་དེ་ངས་དེ་གནད་འགག་ཆུན་པོ་དང་ཆགས་ཀྱི་ཡོད་གང་ཡིན་ཟེར་ན་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ལ་དེ་གཙོ་བོ་དེ་རླུང་གི་དབྱུ་གུ་ལ་བརྟེན་ནས། ཨ་ནེའི་ལུས་རྩལ་འཕྲོད་བསྟེན་སྐོར་ལ་ཞུགས་དགོས་དུས་ཐོག་མར་དེ་ཡར་རྨང་གཞི་དེ་བསླུངས་ཏེ། འོ་ཅིག་ཡག་པོ་ཅིག་ཡོང་ཡས་ལ་དེ་ནི་ཕན་ཚུན་བརྩེ་བ་དང། ཨ་ནི་ཕན་ཚུན་ཡིད་ཆེས་མེད་ན་དེ་ནི། རླུང་དེ་རང་བཞིན་གྱིས་འཁྲུག་ཡོང་དུས་རླུང་འཁྲུག་པ་ལ་བརྟེན་ནས་དེ་ནི། རླུང་གིས་གཡོ་བ་ལ་བརྟེན་ནས་སེམས་པ་འཁྲུག་འགྲོ་བར་སེམས་པ་འཁྲུག་འགྲོ་ན་རང་བཞིན་གྱིས། ཕན་ཚུན་ཡིད་ཆེས་ཀྱི་དང་ཐིག་ལེ་ཡི་ཐིག་ལེ་སྐར་མ་གྱི་རྫས་ལ་བརྟེན་ནས་སྤུ་གུ་ཡུང་བ་ཡིན་ན་ཡང་སྤུ་གུ་གྱི་འཚར་ལོངས་ལ་ཡང་བྱེ་བྲག་གི། ཨ་བ་འཕེལ་རིམ་ལ་གནོད་བྱེད་མང་པོ་ཅིག་ཡོང་ཡས་དེ་ཆོས་ཉིད་ཆགས་པའི་བར་རེད། འོ་བ་དེ་འདྲའི་བྱེད་སྟངས་འདི་རྩ་བའི་ཆོས་རྣམ་པ་མང་པོ་ཅིག་གི་དུས་རྒྱུན། ཅིག་གི་དང་གོ་བདེ་བ་དང་ཕན་ཆེན་དེ་འདྲའི་མི་ཆེན་པ་ཡོད་མ་རེད་དེ་དེ་ཡང་ངེད་ཀྱིའང། ཅིག་གི་དང་དྲན་སྐུལ་གི་ཚུལ་དུ་ངས་ཐོག་མ་དེ་ཞུ་གི་ཡོད་ད་དེ་འདྲི་མ། ད་དེ་འདྲི་མ་ཞུ་ཡས་ལ་ད་ང་རང་གིས་ད་སློབ་ཚན་གྱི་དེ་འདྲི་མ་དང་འགོ་བཙུགས་ཡོང་དུས་དེ་འདྲི་མ་ཨེ་འདྲ་འདྲ་ཡིན། ད་ང་རང་ཚོ་སུ་དང་སུ་ཡིན་ན། ཨ་ནེ་ད་ཨ་མའི་ཁོག་པ་ན་ལ་ལ་ཡ་ད་སྤོ་བོ་ཆགས་དགོས་བོར་སྤོ་བོ་ཆགས་པ་ལ་ཕ་མ་དེ། ཉེ་བོ་བྱེད་དུས་ང་ཚོ་འདི་ལ་ཡ། མང་བོ་ཅིག་གིས་ཐུགས་སྣང་གནང་གི་མི་འདུག་མ་འདུག་སྤོ་བོ་ཆགས་ཡ་དེ་ཕན་ཚུན། དགའ་བོ་བྱེད་པ་དང་ཐིག་ལེ་སྐར་མ་གཉིས་འཕྲད་པ་ཙམ་གྱིས་སྤོ་བོ་ཆགས་དགོས་བ་མ་རེད། ཐིག་ལེ་སྐར་མ་གཉིས་འཕྲད་པ་ལ་དེ་ནི། དཔེར་ན་འདི་སེམས་ལ་ཡ་དེ་འདི་ནང་ལ་རྫུས་དགུ་བོ་རེད་རྣམ་ཤེས་ཀྱི་རྫུས་དགུ་བོ་རེད་རྣམ་ཤེས་དེའི་རྫུས་པ་ལ་ཡ། ཐིག་ལེ་སྐར་མ་ལ་ཡ་རང་བཞིན་ལྷན་སྐྱེས་ཀྱི་ནུས་པ་དགུ་བོ་རེད་ནུས་པ་དེ་ག་འདྲི་ཡོང་གི་ལགས་ན། ཨ་ནི་ཅིག་གིས་ད་ཐིག་ལེ་སྐར་མ་དེ་ཐིག་ལེ་སྐར་མ་ཉིད་ལ་དེ་ཕོག་གི་ཆོས་ནི་ཐིག་ལེ་དཀར་པོ་དང། མ། ཅིག་གིས་དེ་མ་ཡི་ཆོས་ནི་ཐིག་ལེ་དམར་པོ་ལ་དེ་རྩ་བའི་ཆ་ནི། ཨོ་དེ་འདྲའི་གྲུབ་ཆ་དེ་གཉིས་གསུངས་པ་རེད་མ་གཏོགས་དངོས་གནས་ཀྱི། ཕག་གི་གཟུགས་པོ་ནང་ལོགས་ལ་ཡ། གཅིག་གིས་གཟུགས་པོ་གི་དག་ཅིག་ནུས་པ་ཆ་ཚང་གཅིག་འགྲོ་ཡས་ལ་ཡ་གནས་ཉི་ཤུ་རྩ་བཞི་ཡོད་རེད། དེ་ནི་ཨ་མ་ལ་ཡ་ཉི་ཤུ་རྩ་བཞི་ཆགས་པ་རེད་དེ་འདི་སོང་ཙང་དཔེར་ན་རླུང་གི་གནས་དེ་བརྒྱད་ཁྲག་གི་གནས་བརྒྱད་འབྲས་བུ་གི་གནས་བརྒྱད་ཨོ་འབྲས་བུ་གི་གནས་བརྒྱད་པ་དེ་དང། ཨ་ནི་དཔེར་ན་དཔེར་ན་ཕོག་གི་འབྲས་བུ་གི་གནས་བརྒྱད་གནས་བརྒྱད་པ་དེ་དང། མོ་གཅིག་མོ་གི་གཅིག་གི་དག་གནས་བརྒྱད་པ་གཉིས་དེ་ཕན་ཚུན་ཤིན་ཏུ། དེ་ལ་བརྟེན་ནས་སྔ་སོར་སྤུ་གུ་སྐྱེས་ཡོང་སྟེ་སྤུ་གུ་དེ་ཚད་དང་ལྡན་པ། ཨ་ནི་སྤུ་གུ་དེ་རྗེས་མ་པའི་གཅིག་གི་རིགས་སྟོབས་ཡག་པོ། སྤྱང་གྲུང་དོད་པོ་དེ་འདྲའི་ཡོང་ཡ་ལ་དེ་ནི་ཐེག་གསུམ་ཆུད་ནས་ཡོད་མ་རེད། འོ་དེ་འདྲའི་སོང་ཙང་ང་རང་ཚོའི་གཟུགས་པོ་ན་ལ་གནས་ཉི་ཤུ་རྩ་བཞི་ལ་ནི་འདྲེ་ཤེས་བྱ་ཡ་ཡོད་རེད། ད་འདི་ད་འདྲའི་འདི་ན་ལ་ཞུགས་བསྡད་ན་མང་པོ་ཆགས་འགྲོ་འདུག་ཨ་དེ་ཡིན་དུས་ང་རང་ཚོ་གཅིག་གི་སྤུ་གུ་བཟོས་པ་ལ་བཟོས་སྟངས་བརྗེ་རེད་གནས་ཉི་ཤི་དེའི་རིམ་པ་དེ་ཡག་པོ་བྱས་ནས་འགྲོ་ན། གཅིག་གིས་དཔེར་ན་རླུང་གི་གནས་བརྒྱད་དེ་ཐོག་མར་འགྲོ་དགོས་བར་སྤྱིར་ཚོགས་ནི་མ་བརྩིས་ནས་རླུང་གི་གནས་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་ལ་ནི་སྤྱིར་འགྲོ། དེའི་རྗེས།